སྐུ་གསུང་ཐུགས་ཀྱི་ནང་ནས་མཛེས་པ་མཆོག་ཏུ་གྱུར་པ་དེ་ག་རེ་རེད་ཟེར་ན་གསུང་གི་མཛེས་པ་རེད། ད་དེའི་གི་དངོས་གནས་དྲང་ནས་ཀྱི་མཆོག་ཏུ་གྱུར་པའི་གི་མཛེས་པ་དེ་སྟོན་པ་ལས་ང་ཚོས་གི་ཡི་གེ་བཟའ་དེ་ཧ་ཅང་གི་གལ་ཆེན་པོ་རེད། ཡིད་རུས་དེ་རྒྱ་མཐུས་བརྩམས་པར་ཡ་སོ་སོའི་གི་མཛེས་དཔྱོད་གི་བསྟར་བ་དེ་མཐོང་འདེགས་བྱེད་ཡ། ཁྲ་ཁྲ་ཟིང་ཟིང་ཆགས་བཞིན་པའི་དེ་འདྲའི་གི་དུས་རབས་ནང་ལ་ཡ་སོ་སོའི་གི་བློ་དེ་མ་དངོས་གནས་དྲང་ནས་ཀྱི་མནར་དུ་ཕབ་རྗེས།

ཁོ་བེད་སྤྱོད་རང་བཞིན་ཡོད་པས་ན་ཡི་གེ་གསོན་པོ་རེད་ཁོ་བེད་སྤྱོད་རང་བཞིན་མེད་པས་ན་གནམ་གཤིས་དང་བྲལ་བའི་བེམ་པོ་རེད། ཁོ་ཤང་སྟོན་ཁང་ནང་གི་ཟ་ཡ་རེད་དེ་འདུན་ཙམ་པ་ང་ཚོས་ཀྱིས་དེའི་ཐོག་ལ་ཡང་སོ་སོས་ཀྱིས་བལྟས་ཏེ་བསམ་བློ་བཏང་རོགས་བྱས། གཉིས་པ་དེ་ནི་ང་ཚོས་ཀྱིས་གསར་གཏོད་དང་གསོ་སྦྱོང། གསོ་སྦྱོང་རྒྱུན་འཛོམས་བྱེད་དགོས་རེད་རྒྱུན་འཛོམས་བྱེད་དགོས་རེད་གསར་གཏོད་བྱེད་དགོས་རེད་གསར་གཏོད་ཡང་བྱེད་དགོས་རེད་ཁྱད་པར་དུ་མི་མང་པོ་ཅིག་ཟེར་གྱི་ཡོད་ད་ང་ཚོ་བོད་ཀྱི་ཡིག་གཟུགས་རྒྱང་གར་བྱེད་དགོས་རེད་ང་ཚོས་དཔེ་ཆ་རག་རེད་བོད་ཀྱི་ཡིག་གཟུགས་ལ་བརྟེན་ནས་ཚོང་བརྒྱབ་ཆོག་རེད་ཟེར་དྲི་ངན་མང་པོ་འདུག་བ། རྒྱབ་དོག་པོ་རེད་ཕོ་རང་གིས་འཇོན་ན་བོད་ཀྱི་ཡི་གེ་གིས་འཇོན་གི་རེད། ད་གསུམ་པ་དེ་ག་རེ་ཡིན་ཟེར་ན་ད་དེང་སང་མོ་བོ་གཅིག་གི་བརྡ་འཕྲིན་གི་དུས་རབས་རེད་མི་བཟོས་རིག་གནས་གི་དུས་རབས་རེད་ད་ཡིད་བཟོས་རྒྱང་ཅིག་ཆོད་འདུག་བས། རྒྱང་མ་རྒྱང་ཡོད་ས་མ་རེད་བསམ་དེ་འདྲ་ཡོད་རེད་བ། གི་རྣམ་པ་ཚོ་ལ་ཞུ་ཡག་ལ་ཡག་ང་ཚོ་སྒྱུར་རྩལ་ཟེར་ཡག་དེ་ཁོ་རང། ཟོམ་ཁྲག་གི་བུ། བ་ལ་ཉག་བྷེ་གི་སོ་སོའི་གི་བརྩེ་བ་ཅིག་ཡོད་རེད་བ།

ཡང་མི་གདའ་བ་ནང་བཞིན་གྱི་ཕལ་བའི་ཡས་བཀྲ་ཤིས་སྨོན་འདུན་ཞུ་བ་ཡིན།